གསན་གཟིགས་ཞུ་འོས་ཀྱི་རེ་བ་ཞུ་གི་ཡོད། ད་ལྟ་ང་ཚོས་ཀྱི་རྩིས་ཁྲ་འདིའི་བསྡུ་བྱེད་ད་ཚར་སོང། ཨཱ་ནི་དཔེ་ཡག་པོ་བྱུང་སོང་ཚང་མ་སྒོ་རྒྱབ་བྱས། ངོ་དེ་འདྲས་ཡིན་ཨཱ་ནི་ད། ད་ལྟ་གླིང་སྐོར་ལ་ཨཱ་ནི་འགྲོ་བསྡད་ཡོད། ངའི་གྲོགས་མོ་མཉམ། ངོ་དེ་འདྲས་ཡིན་ཨཱ་ནི་གནམ་གཤིས་དཔེ་ཡག་པོ་འདུག། གནམ་གཤིས་ཡག་པོ་དཔེ་འདུག་ད་ལྟ། ཨཱ་ནི་ད། ད་ལན་གྱི་ཞུ་གཏུག་གི་ལས་འགུལ་འདི་ཧ་ཅང་ཡག་པོ། ཨ་ནི། བྱུང་སོང། ཨ་ནི་ལྷག་པར་དུ་ད་མཉམ་ཞུགས་གནང་མཁན་རྣམ་པ་ཚོས་ཀྱིས་རྒན་པ་གཞོན་པ་འབྲིང་བ་ཚོས་ཀྱི་ལྷག་བསམ་རིག་གནང་བཞིན་གྲགས་གནང་བཞིན་རོགས་ལེགས་ཨ་ནི་འདི་རེད་དོ། སོ་སོའི་གི་སྒྲིག་འཛུགས་ལ་ཨ་ནི་བརྩི་བཀུར། སོ་སོའི་གི་སྒྲིག་འཛུགས་འདི་གལ་ཆེན་པོ་ག་ག་ཟིན་མའི་རྩ་ཆེན་པོ། ཨ་ནི་སྐྱབས་མགོན་རིན་པོ་ཆེ་མཆོག་གིས་དུས་ཕྱིས་ནས། ད་ཐུག་བརྩེ་བ་ཆེན་པོའི་ཐོག་ནས་ང་ཚོ་ལ་གནང་ཧྲ་བའི་གི་མང་གཙོ་ཆེད་ཨ་ནི་ང་ཚོའི་གི་སྤྱི་གཙོ་རྒྱལ་བ་རིན་པོ་ཆེ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བལྟ་ནས་ད་ང་ཚོ་ཚང་མ་གནས་ཡོད་པ་འོ་དེ་འདྲའི་གཅིག་གི་ཚོར་བའི་གི་ཐོག་ནས་ད་ཞུ་གཏུག་གི་ལས་འགུལ་འདི་འགོ་བཙུགས་ནས་ཕྱིན་ནས་ཨ་ནི་མཐའ་མ་བར་དུ་ལ་ཧ་ཅང་གི་ད་ལྷིང་འཇགས་པོ་དང་ཡག་པོ་ཨང་བྱུང་སོང་ད་ཏིས་ཏིས་ད། སྤྱི་ཚོགས་ནང་ལོ་རེ་ང་ཚོ་ཚང་མ་འགྲོ་བ་མི་གཅིག་རེད་ཨ་ནི་ཡང་ཚོར་བ་དང་དེ་འདྲའི་ཏི་སི་ས་ཁྱད་པར་ཡོང་ཁུར་བ་ངོ་དེ་འདྲའི་གཅིག་གི་མ་གཞི་གཞན་པ་ཀོ་ནས་ཕྱི་ནས་དཔེ་མི་སྲིད་ཡག་པོ་བྱུང་སོང་ཞུ་ཡ་ཡིན་ར་ཨ་ནི་ང་ཚོ་ཚང་མ་དཔེ་མི་སྲིད་དགའ་བོ་བྱུང་སོང་ད་ད་ལན་འདི་དུས་སུ་ལས་དོན་འདི་མ་བསྒྲུབ་པ་ཡིན་ན་ཨ་ནི་དངོས་གནས་དྲང་གནས་ད་ལྟ་ཡིན་ན་གད་ད་རྒན་པ་ཚོ་ལྷག་དེ་ཡོད་རེད་གཞོན་པ་དང་འབྲིང་བ་ང་ཚོ་ཚང་མ་ད་དེ་བརྒྱ་ཆ་བརྒྱ་ཐམ་པ་ལྷག་དེ་ཡོད་རེད་ངོ་དེ་འདྲའི་རེད་ད་གང་བྱས་ད་ལན་ཡག་པོ་དཔེ་བྱུང་སོང་ཨ་ནི། སྤྱི་འཐུས་རྣམས་ཚོའི་ནས་ཀྱི་དངོས་གནས་དྲང་གནས་ཀྱི་འགན་བཞེས་པའི་ཀྱི་ཐོག་ནས་དུ་གནང་ཡོད་རེད། ད་ཏིས་ཏིས་ད་མ་བསྟུན་པ་ཡོང་སྲིད་པ་རེད། འོན་ཀྱང་ད་མ་བསྟུན་པ་ཡོང་སྲིད་པ་རེད། ལབ་ཡས་འདི་ཡང་ཡང་མ་བསྟུན་པ་འདི་དོན་དག་གལ་ཆེན་པོ་ཅིག་དང་དོན་དག་ད་བདེན་པ་ཅིག་དང་དེ་འདྲས་ཡིན་ན་ད་ཡང་མ་བསྟུན་པ་ཡིན་ན་ཀྱི་གལ་མི་འདུག་བ། ད་ཡིན་ན་ད་ལན་འདི་ལ་ད་གང་བྱས་འདུག་སྤྲོ་བ་འདི་ཡག་པོ་པོ་བྱུང་སོང། དེ་འདྲའི་ཞུ་ཡ་ཡིན་ཨ་ནི་ད། མི་མང་ད་ལྟ་དེ Messenger ནང་ལོ་ལ་རྣམ་པ་ཚོ་གི་མང་པོ་འབྱོར་གྱི་འདུག་ཨ་ནི་ངས་གཅིག་གཅིག་ལ་ལན་ཁྱོད་ནས་རྒྱ་ཐོས་མ་སོང་ཨ་ནི་དགོངས་དག་ཐུགས་རྟེན་ཞུ་ཡ་ཡིན། ཨ་ནི། དུས་ཚོད་ཞེ་དྲག་ཅིག་ད་ལྟ་རག་མ་སོང་ཨ་ནི་ལྷག་པར་དུ་དར་ས་ལ་ལ། འདི་དྲ་རྒྱ་འདི་འཁོར་འཁོར་འཁོར་ཕྱིན་ནས་ཨ་ནི་ཁྱོད་ནས་ཁོ་རང་དུས་ཚོད་ལ་འདི། ཡོང་གི་མི་འདུག་ངས་ཡང་ཡང་ཡོང་གི་མི་འདུག་འཁོར་བསྡད་ཀྱི་འདུག་ངོ་དེ་འདྲས་ཡིན་རྣམ་པ་ཚང་མས་ཀྱི་ཟུར་ལ Messenger དང WhatsApp དང Telegram དང་ཚང་མ་ལ་ལན་བཞག་བཞག་ཨ་ད་ལྟ་འདི་ཐད་གཏོང་གི་བརྒྱུད་ནས་ཨ་ནི་དགོངས་དག་ཨ་ནི་ཚང་མ་ལ་གཅིག་གཅིག་བྱས་ནས་ལན་རྒྱ་ཡས་འདི་དུས་ཚོད་རྩ་བ་ནས་བྱུང་མ་སོང་ཨ་དགོངས་དག་ད་འདི་ནས་རང་ནས་རྣམ་པ་ཚང་མ་ལ་ལ་རྒྱབ་སྐྱོར་གནང་ངེས། དེ་ནི་མ་ལགས་ད་ཐུགས་ཁུར་ཆེ་བཞེས་ཐོག་ནས་དོ་སྣང་བྱེད་ངེས། ཨཱ་ནི་ཨིན་ད་འདུག་ཅིག། ཚང་མ་ལོ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ངོ་དེ་འདྲས་ཡིན་ཨིན་ད་ང་ཚོའི་ད་ལན་གྱི་ལས་འགུལ་ནང་ན་དངོས་གནས་དྲང་གནས་ཀྱི། ད་ལྟ། སིམ་ལ་ནས་ཕྱིན་ཏེ་བེ་ལ་ཀོ་པི། ཀོ་ལི་གྷལ། ཧུན་སུར། ལ་དྭགས། ས་ལུ་གྷ་ར། མོན་གོར། ཨཱ་ནི་རྡ་རམ་ས་ལར་རང་གནས། ཨཱ་ནི་སྡི་ཀི་གླིང། ངོ་རེད། པ་ལ་དེ་འདྲས་ཀྱི་ད་ཨ་མ་ལ་དེ་འདྲའི་ལོ་ན་རྒན་པོ་དེ་འདྲས་ཕེབས་ཤར་བ། ཁོང་རྣམ་པ་ཚོ་གི་སེམས་ཤུགས་དང་ལྷག་བསམ་དེ་ཚོ་མཐོང་ན་རང་བཞིན་གྱིས། དགའ་ཡ་དང་རང་བཞིན་གྱི་སེམས་ཤུགས་འཕར་མ་སྐྱེ་ཡ་དང་དེ་འདྲའི་ཆ་ཡོད་དུ་བ། ད་ང་ཚོས་དང་པོ་དེ་བ་ད་པདྨ་དྲག་སྐྱེད་སོང་ད་ག་འདྲས་བྱེད་ཀྱི་ཡོད་ན་བསམ་ནས་ད་མི་རྒན་པ་དེ་ཚོ་ཁོ་ཚོ་གིས་ད་གཅིག་གལ་ཚེ་ལ་དང་འཕྲོད་བསྟེན་ལ་གཅིག་ཡག་པོ་མ་བྱུང་བ་ཡིན་ན་ད་འདི་ག་བ་ཆགས་ཀྱི་རེད་ར་བ། སྤྱི་འཐུས་རྣམ་པ་ཚོ་ལ་ད་འགན་ཡོད་ཡོད་པ་བྱེད་ང་ཚོའི་འགན་འཁུར་ངེད་རྣམས་ལ་ཡིན་ན་གལ་འདི་ག་བ་ཆགས་ཀྱི་རེད་ནི་རྒྱལ་བ་རིན་པོ་ཆེ་ངེད་ལ་དེ་འདྲའི་ཅིག་སྒྲོན་པ་ཡིན་ན་ད་ནི་ཡག་པོ་ཆགས་ཀྱི་མ་རེད་བ། ངོ་ནས་ཨོ་དེ་འདྲ་བྱས་ནས་དེ་སེམས་ཁྲལ་ཞུ་བྱུང་སོང་ང་ཚོས་ཀྱིས་ད་ལྟ་དར་རམ་ས་ལ་གྱི་དཔའ་བློ་གྲོས་ལ་ཞོགས་ཀྱི་ཆུ་ཚོད་ལྔ་པ་ནས་བརླག་བ་རེད་ད། ད་ག་དེས་ད་ལྟ་ང་ཚོས་བརྗོད་པ་དང་པོ་དང་བཅའ་ཁྲིམས་བསྐྱར་བཅོས་ཀྱི་བརྗོད་པ་དང་པོ་དང་གཉིས་བ་བགྲོ་ཡས་ཀྱི་ཡུལ་བ་ཡིག་ཆ་ཨང་སུམ་བཅུ་སོ་གཅིག་གིས་ཞོགས་ཀྱི་རྔ་བོ་ཆུ་ཚོད་ལྔ་པ་ནས་ནང་ནས་མི་འདུག་དེ་འདྲས་བྱས་ནས་ངོ་ནས་དྲང་གནས་ཀྱི་ཚང་མ་ལོས་ལ། ད་རྒན་ཡོད་དུས་ག་ནས་ང་ཚོས་དེ་འདྲའི་རྔམ་སྒྲ་སྐད་སེར་རང་འདི་སྒང་ལ་ད་ང་ཚོས་ནམ་རྒྱུན་དེ་ནས་ལས་འགུལ་སྤེལ་དེ་ངས་པ་ཏྲ་ཤོད་འོང་དུས་ལ་མེན་པར་ནས་ཡོད་རེད། ཨ་ནི་ད་ལྟ་དངོས་གནས་ཕྱིན་ན་ཁོ་རྣམ་པ་ཚོ་མཉམ་འདིར་ལ་ལྷ་རྩེ་རྡོ་རྗེ་ལ་ཡོད་རེད་ད་ཡིན་ནའི་ད་ལྟ་པ་ལ་དེ་སྙུང་གུ་དུ་བ་ངོ་དེ་འདྲས་ཕྱིན་ནས་ཁོ་ཚོའི་གསུམ་དུས་ད་རྣམ་པ་དཀོན་དུས་ནས་ལྷག་བསམ་རྣམ་དག་རེད། ད་ང་ཚོས་པས་འདི་ཕྱིན་སོང་ཨ་ནི་ད་ལྟ་སྦེ་ལ་ཀོ་པི་ནས་པ་ཆོས་གྲགས་ལ་ཡོད་རེད་ད་ཁོ་རང་དང་སྙིང་ལོ་ཡིན་ན་མིག་གཤགས་བཅོས་བྱེད་ཆེད་ནས་ཨ་ནི་མ་བདེ་བ་བྱེད། ལས་གུད་ལ་བཅར། དེ་ནས་བེད་ཁོ་རང། རྔམ་སྐྲག་སྐྱེས་ནས་ད་གང་བྱེད། སོ་སོར་བློས་བཏང་གི་ཡིན་ལ་ནི་དེ་འདྲས་ཅིག་བྱུང་རེད་རང། འོ་དེ་འདྲས་བྱས་ནས་ད་གང་བྱེད་མཚན་རེ་རེ་བུ་མོ་སྒོ་བ་ཐོན་ནས། ད་ལན། ཆ་ཚང་དོ་ཟླ་ཡག་པོ་ཅིག་བསྒྲུབས་པ་དེ་ཡག་པོ་དཔེ་བྱུང་སོང་ངོ་དེ་འདྲས་ཞུ་ཡ་ཡིན། ད་མང་པོ། དམིགས་བསལ་གྱི་གནས་ཚུལ་དེ་འདྲའི་དང་ད་ལྟ་ད་གང་ཡང་ཞུ་ཡ་མེད་ད་ང་ཚོའི་ལས་འགན་ནང་ནས་ད་ཞུ་གཏུགས་ཀྱི་ཡ་ཞུ་ཧྲ་བའི་ཀྱི་དོན་ཚན་དང་པོ་འདི་ད་འདུག་སྒྲུབ་པར་བ་ད་གལ་ཆེ་ཤོས་དེ་ད་ང་ཚོ་མང་གཙོའི་ཀྱི་འགྲོ་ལུགས་འགྲོ་སྟངས་གཞི་བཟུང་དང་རྒྱལ་ཁབ་གཞན་པའི་ཀྱི་མང་གཙོའི་ནང་ལོ་ལ་ག་འདྲའི་ཆེ་ནས་ནི་ཡོ་ཤོ་ཀྱི་ཐོབ་སྟངས་ཡིན་ན་རེད་ཆོས་སྲིད་ཟུང་འབྲེལ་ཡིན་ན་རེད་དེ་ཚོ་ཆ་ཚང་ད་ང་ཚོའི་ཀྱི་མང་གཙོའི་དེ་ག་ལེ་ག་ལེ་ཡར་རྒྱས་འགྲོ་དགོར་བ་གོམ་པ་ཡ་རྒྱབ་དགོར་བ་རྒྱབ་དགོས་ཡོད་འདུག་ག་ནས་ད་ད་ལྟ་དོན་དག་མང་པོ་ཅིག་གི་ཐོག་ལ་ཨ་ནི་རིམ་པས་ཕྱིན་ནས་ང་ཚོས་དཀའ་ལས་རྒྱབ་དགོས་རེད། ང་ཚོས་ཀྱི་མཐའ་མ་དེ་ང་ཚོས་ཀྱི་མང་གཙོ་དེ་ཧྲ་ཐག་ཐག་སྤྱི་དང། ང་ཚོའི་སྤྱི་ཚོགས་ནང་ལོགས་ལ་ང་ཚོའི་ནང་ཁུལ་ལ་ཨ་ནི་རྙོག་དྲ་མ་ཡོང་ཡང་གི་གཞི་རྩ་དེ་ད་བཟོས་དགོས་ཡ་དེ་གལ་ཆེན་པོ་ཞུ་ཆགས་བསྡད་དོ། འོ་དེ་འདྲའི་ཐོག་ལ་ད་རབ་དང་རིམ་པ་གྱི་གོམ་པ་རྒྱབ་དགོས་རེད་ད་འདི་ལ་ཚང་མས་ཀྱི་འགན་འཁྱེར་དགོས་རེད་མ་གཞི་ད་དེ་གཞི་རིམ་མི་མང་གཅིག་པུ་གཅིག་གི་འགན་འཁྱེར་ནས་དེ་ཏག་ཏག་ཅིག་ཡོང་གི་མ་རུ་ཨ། འོ་དེ་འདྲས་བྱིན་འདི་ལ་ད་ཚང་མེད་ཀྱི་རེ་བ་ཆེན་པོ་བརྒྱབ་བསྡད་ཡོད་རེད་འོ་དེ་འདྲས་ཡིན་ད་དེ་ནས་གཉིས་པ་དེ་ལ་ད་ལྟ་ཨོ་སི་ཏྲེ་ལི་ཡའི་ནས་ད་མི་དེ་ང་ནི་སེམས་པ་བདེ་བོ་མེད་བ་དང་མིའི་གོ་ར་རྩིས་ཀྱི་མེད་རོ་ད་ཡིན་ནའི་གེ་ཁོ་རང་གིས་བཤད་ཤར་བའི་འདི་སྐད་ཆ་དེ་དངོས་གནས་དྲང་གནས་ང་ཚོ་བོད་མིའི་ཡོད་དོ་ཅོག་གི་ལང་འོ་ཟབ་ཆེན་དངོས་གནས་དྲང་གནས་དེ་འདྲས་ད་ང་ཚོ་བོད་པ་ལ་གོ་ཡ་མེད་བ་གཅིག་དང་དེ་རྒྱ་ནག་དམར་གཞུང་ལས་ད་གང་བྱས་དངོས་གནས་དྲང་གནས་གཅིག་པ་གཅིག་ཀྱང་འདུག་ག་ད་འདོད་འདི་ལས། འདུག། ཅེས་རོ། འོ་དེ། དྲ་རྒྱ་ཡག་པོ་མི་འདུག། དེ་འདྲས་ཅིག་མི་གཅིག་འདུག་ཨ་ད་ཁོ་རང་མིང་འདི་དཔྱ་ཁྲལ་ལག་དེབ་ནང་ལ་སེང་གེ་རེད་ཧྲ། ད་ཡིན་ནའི་ཁོ་རང་སྐད་ཆ་བཤད་དུས་གངས་སེང་རེད་ད་ཀྲེ་སི་ལེ། ཨོ་ཀྲེ་སི་ལེ། རྡེའུ་ཡིན་པས། ལན། འོ་ད་ང་ཚོའི་གླིང་སྐོར་ཡིན་ད། ལན། འོ་དེ་ཞོ། འོ་དེ་འདྲས་བྱས་ནས་གངས་ཅན་མི་ཟབ་ཆེན་དེ་འདྲས་འདིས་ད་ང་ཅོག་གིས། དངོས་གནས་དྲང་ནས་ཚང་མས་ཀྱིས། ད་ཚོགས་པ་སྐྱིད་སྡུག་ཡོད་ན་རེད་བོད་མི་ཡོད་དོ་ཅོག་གིས་འདི་ལ། ཁ་བཏད་བཅའ་དགོས་ད་དེ་དང་དེ་མཚུངས་དེ་སྔ་མང་པོ་དོན་སུའང། ཨ་རི་ནས་ཡོད་རེད Swiss ནས་ཡོད་རེད་ཚད་མའི་ཞུ་ངེས་ཨ་ནི་ད་ཕེ་ཆེད་དེ་མ་ཟད་ད་ལྟ་དེ་ཁོ་རང་གི་ལུང་པ་དེ་ཨོ་སི་ཏྲེ་ལི་ཡར་བསྡད་སྐོར་ལ་ཟེར་ཨོ་སི་ཏྲེ་ལི་ཡ་གི་མི་མང་དེ་ཚོ་ཁ་བཙུམ་རྒྱུ་ཡོད་མ་རེད་དོ། ཡ་རྡོག་རྩ་གཅིག་སྒྲིལ་བྱེད་ནས་ལངས་ནས་ཨ་ནི་མི་དེ་ལ་ཕ་ཁ་བརྡའི་ལྕགས་ཐུག་ན་ཡག་པོ་ཡོད་རེད། རེད་བ། དེ་འདྲ་བྱེད་ད་ང་ཚོ་གུར་གོ་ཡ་གི་རྒྱུ་མཚན་གཙང་བ་ནས་ཆགས་ཀྱི་མེད་དོ་ཨ་འོང་འདི་མི་སེང་གེ་ཨ་ནི་ད་གང་བྱེད་ཁོ་རང་གི་སྤྱི་ཚོགས་དྲ་རྒྱ་གི་མིང་ལ་གངས་སེང་དེ་ལ་མཐའ་གཅིག་ཏུ་ཨ་ནི་ངོ་རྒོལ་ཡོད་བཞོན་ཡིན་ད་ར། ཨ་ནི་ཁྱེད་རང་ང་ཚོའི་ཚང་མས་ཀྱི་ངོས་ནས་ད་ག་འཇེ་གྲོས་ཚོགས་ནང་ལོག་ལ་ཡ་ཞུས་གནང་སོང་སྤྱི་འཐུས་རྣམ་པ་ཚོས་ཀྱི་ཨ་ནི་བདེ་སྲུང་ལས་ཁུངས་ཀྱི་འགན་འཁུར་བས་ཀྱི་ཐོག་ནས་སྐད་ས་གཅིག་ལ་ཏག་ཏག་ཅིག་སྐྱེ་དགོས་ཡ་ད་དེ་འདྲས་དེ་ང་ཚོའི་སྤྱི་ཚོགས་ནང་ལོག་ལ་མ་གོ་ཡ་ཅིག་ར། ཨན་ད་དེ་སྔོན་མ་ལོ་དེ་ནས་ཡང་ང་ཚོའི་ཡུ་རོབ་ཕྱོགས་ནས་བྱུང་སོང་ག་འཇེ་རྒྱ་གར་ཕྱི་རྒྱལ་ཡུལ་གྲུ་ཁག་བ་ཡུལ་ག་བ་ལ་བསྡད་ཡོད་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་མཆོག་ལ་དེ་འདྲས་ཅིག་ལབ་ངེས་ཅིག་ཡོད་བ་ཡིན་ན་ད་དེ། ཚད་མེད་ཞུ་ངེས་སྐུར་འདེབས་ཞུ་ངེས། རྒྱ་བོད་རིན་པོ་ཆེའི་དགོངས་པ་དང་རྒྱ་བསྐྱེད་སྒྲོན་ཡོད་ན། བོད་པ་ཅིག་བརྩི་གི་མེད། དེ་རྒྱ་ནག་དམར་གཞུང་ལས་གཏུག་ག་ཅིག་བརྩི་གི་ཡོད་ཟེར་འོ་དེ་འདྲས་ཅིག་ཡིན། ཨ་མཐའ་མ་མཐའ་མ་དེ་ལ་ད་ང་ཚོའི་ཧྥ་རན་སི་ལ་ད་ལྟ་འགྲེམས་སྟོན་ཁང་སྐད་གྲགས་ཆེན་པོ་གཉིས་ཀྱི་ནང་ལ་ཨ་ནི་ང་ཚོའི་དེ་སྔ་ཡིན་ན་ཏི་པེད་བྲིས་སྐོར་བ་ད་འགྲེམས་སྟོན་ཁང་འདི་ལ་ཤི་ཙང་ལ་ནི་བྲིས་འདུག་བ་ཨ་ནི་ད་ཕི་གའི་ཧྥ་རན་སི་ལ་ཁེ་སང་དུ་ཕྱིན་ནས་འགྲེམས་སྟོན་ཁང་གཉིས་ཀ་ལ་ངོ་རྒོལ་གནང་བཞག་འདི་གནང་དགོས་དེ་གལ་ཆེན་པོ་ཞུ་ཆ་འདོད་རེད་བོད་འདི་བོད་རེད་མ་ཤེས་ཤི་ཙང་མར་བ་འདི་རྒྱ་ནག་དམར་གཞུང་གི་ད་ང་ཚོའི་གི་བོད་ལྗོངས་བོད་ཀྱི་མིང་འདི་ཕ་འགྱུར་བ་གཏང་ཡས་ཆེད་དུ་ཐབས་ཤེས་གཅིག་རེད་དུ་བ་ཨ་ནི་འདི་ད་ལྟ་དེ་ང་ཚོའི་སྐྱབས་མགོན་རིན་པོ་ཆེ་མཆོག་གི་སྐུ་ཡི་གསུང་བསྒྱུར་གི་འདི་གསུང་གནང་བ་གཞི་གསུང་གི་ད་ང་ཚོའི་མེ་ཆུ་འཇུ་ནས་བར་དུས་ནས་མ་བསད་བ་ཡིན་ན་ཨ་ནི་མེ་ཆུན་པོ་ཆགས་དུས་ཡང་དཀའ་ལས་ཡོང་དགོས་རུ་བ་དེ་དེ་བཞིན་གི་ད་ཧྥི་རན་སི་ནང་ལོགས་ལ་བཞུགས་བའི་གི་བོད་རིགས་སྤུན་གྲོགས་ཡོངས་གི་ངོ་རྒོལ་གནང་བཞག་དེ་མཐའ་གཅིག་ཏུ་གནང་དགོས་ཡ་གཅིག་ཆགས་བསྡད་ཡོད་རེད་ལས་འགན་ཆགས་བསྡད་ཡོད་རེད་ཨོ་དེ་འདྲ་རེད་ཡ། ད་ལྟ་འདི་སྒང་ལ་རྒྱལ་ཚོགས་པ་སྐྱིད་སྡུག་ཁག་ཚང་མས་ཀྱིས་ཕ་ཡི་གི་བཏང་བྱས་ནས་དེ། འགྲེམས་སྟོན་ཁང་གཉིས་འདི་ལ་ཏན་ཏན་ཞུ་ཡ་ཡོད་རེད་ད་དེ་ང་ཚོ་ཚང་མ་བོད་རིགས་སྤྱི་མཐུན་ཚོགས་པ་ཡོག་ལ་ཡོད་དུས་ཀ་ནི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་ཀྱི་གསལ་བསྒྲགས་དང། ཨ་ནི་འདི་ལ་ཕ། ངོ་རྒོལ་གྱི་དེ་འདྲའི་ལས་འགུལ་བརྩམས་དང་བརྩམས་བཞིན་པ་རེད་འདུག་ཨ་ནི་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨམ་ཕ་སྐད་འབྱོར་བ་དང་ལས་འགུལ་དང་ག་རེ་ཡོད་པ་ཡིན་ན། ཨ་ནི་བོད་དེ་ཤི་ཙང་གཟོད་ངས་དེ། སུ་ཡིན་པ་ཡིན་ན་དེ་ལ། ངོ་རྒོད་དང་དེ་གི་ཐོག་ལ་ལས་གུད་གནང་ལ། མཉམ་ཞུགས་བརྒྱ་ཆ་བརྒྱ་ཐམ་པ། ཡིན་སོང་འདི་འདྲི་གཅིག་ཞུ་ཡ་ཡིན། ཨ་ནི་ད་ད་ད། ཐད་གཏོང་དེ་ནས་ལ་ད། གླིང་སྐོར་བྲོ་བྱས་ནས་མཚམས་བཞག་གི་ཡིན་ཨ་ནི། ཚེ་ལོ་ལོ། འོ་ཡ། དེ་པ་ར་དེ་ལ་དྲ་རྒྱ་དེ་ཡི་སྐྱོ་དྲ་ནས་ཨ་ནི་ཚང་མ་ཆད་སོང། ད་ང་ཚོ་བདེ་བ་ལས་ཡོད་ལ་སོ། ཨ་འདི་ག་རང་ཡིན། ཨ་ཚང་མ་ང་ཚོས་ཚང་མ་རྡོག་རྩ་གཅིག་སྒྲིལ་འཆམ་མཐུན་ངང་བྱས་ནས། ང་ཚོས་ག་རེ་གི་སྤྱི་བ་ལ་ཕན་ཐོགས་པ་ཡོད་ན་བྱེད། ཕན་མ་ཐོགས་པ་ཡིན་ན་ཨ་ནི་དགོས་ཡ་ཡོད་མ་རེད་རྒྱབ་སྐྱོར་ཡང་བྱེད་དགོས་ཡ་ཡོད་མ་རེད། དྲང་པོ་མེད་པ་ཡིན་ན་ཨ་ནི་རྒྱབ་སྐྱོར་བྱེད་དགོས་ཡ་མི་འདུག་ཨ། དྲང་པོ་མེད་བཞིན་དུ་ད་དུས་རྒྱབ་སྐྱོར་བྱི་བ་ཡིན་ན་ཨ་ནི་ང་ཚོ་དཀའ་ངལ་དེ་དེ་ནས་ཡོང་གི་འདུག་ཨ། ང་ཚོ་ནང་ཁུལ་ལ་གང་ཡང་གཅིག་གི་གཅིག་ལ་འཁོན་འཛིན་དགོས་ཡ་ཡོད་མ་རེད། ཚོགས་པ་སྐྱིད་སྡུག་ཡིན་ན་སོ་སོ་ཚུལ་གྱི་ཕྱག་ལས་དེ་གནང་གི་གནང་གི་བྱེད། བྱིས་པའི་སྒྲིག་འཛུགས་ཁང་གླིང་དུ་ཚང་མ་འཆམ་མཐུན་གང་ལ་གནང་བའི་དེ་རྡོག་རྩ་གཅིག་སྒྲིལ་བྱེད་དགོས་དེ་གལ་ཆེན་པོ་རེད། བྱིས་པ་གང་ལ་འགན་བཞེས་ངེས། ཨོ་ཡ། ད་དེ་དྲ་རྒྱ་དེ་ཆད་གི་ཆད་གི་ཡོང་གི་ཡོང་གི་བྱེད་ཀྱི་འདུག་ར། ཨོ་དེ་འདྲས་ཡིན་ད་ང་ཚོའི་ནང་ཁུལ་ལ་འཁོན་འཛིང་མེད་བ་བྱེད། འགན་བཞེས་ངེས་རྣམ་པ་ཚོ་ཡིན་ན་གྱི་ཕྱག་ལས་གནང་འདུག་ག་ནི། དགོས་ཉེས་མེད་བ་ཆེ་གང་གི་བདེན་པ་ཡིན་ན་འདི་ལ་འགྲོ་དགོས་ཡ་དང། སྤྱི་བའི་ལས་དོན་འདི་ནི་གལ་ཆེན་པོ་བྱེད་ནས་བརྩིས་ནས་ནི་ཕ། འདི་གལ་ཆེན་དོན་ཆེན་བརྩིས་བྱས་ནས་ཕྱག་ལས་གནང་དགོས་དེ་གལ་ཆེན་པོ་རུ་བ། ཨ་ནི་ཕ་ཕྱོགས་ལ་བརྙས་བདེན་ངན་འགྲོ་ཚུལ་ཕྱོགས་ལ་བརྙས་བདེན་ངན་འགྲོ་བྱེད་པ་ཡིན་ན། ཨ་ནི་ཡག་པོ་མི་འདུག་བ་དགོས་ཉེས་བྱེད་ཡ་དེ་ཏན་ཏན་གྱི་ཡག་པོ་མི་འདུག་ཞུ་ཡ་ཡིན་ད། ཡང་ང་ཚོ་གྲོས་ཚོགས་ནང་ལོ་ནས་གསལ་བོ་མཐོང་གི་འདུག་བ། འོ་དེ་འདྲས་རེད་ལ་ཟེར་བ་ནི་ཐུགས་རྗེ་ཆེ་ཞུ་ཡ་ཡིན་བཀའ་དྲིན་ཆེ། ཨ་ནི་འདི་ནི་ཡག་པོ་ར་ལ་ཕེབས་ཀྱི་འདུག་ཁོང་རྣམ་པ་ཚོ། ལ་ཟེར་བ་འོ་ནི་ལིང་སྐོར་བརྒྱབ་ཡ་ཡིན། སྤྱི་བ་ལ་ཕན་ཐོགས་ཡོད་ན་ཕྱག་ལེན་གནང། ཕན་མ་ཐོགས་ཡོད་ན་ནི་གནོད་པ་སྐྱེལ་ཏེ་རྩ་བ་ཉིད་ནས་གནང་རྒྱུ་ཡོད་མ་རེད། ཨ་འདི་བོད་པ་མཚོན་གྱི་ཡོད་མ་རེད་བ་འོ་དེ་འདྲ་ཡིན་ནི་ད་དུས་འདིར་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཁྲི་ལོ་བརྟན་པར་ཤོག་ཨན་ཁོང་གི་ཐུགས་ཀྱི་བཞེད་དགོངས་གེགས་མེད་ལྷུན་གྲུབ་ཡོང་བའི་གི་ཨ་ནི་སྨོན་འདུན་ཡོད། ལས་བཟོ་བོ་ནི་ཐུགས་རྗེ་ཆེ་ཚང་མ་ལོ་ཐུགས་རྗེ་ཆེ་གནང་ཞུ་ཡ་ཡིན་ཨ་ནི་དེ་ང་ཚོས་ག་དུས་ཡིན་ན་སྲིད་སྐྱོང་ཡར་བཞག་ངེས། སྲིད་སྐྱོང་འོས་ཤོག་ནང་ལ་ཡར་བཞག་ངེས། ཁོ་རང་འདི་ནས་ཡར་ལ་གླིང་སྐོར་ཕེབས་ཞུ་ཤག། ལ་སུ་ལ་སུ་ནི་བོད་སྐད་ལོ། ཐུགས་ཆེ་གནང། ཨ་ནི་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཁྲི་ལོ་བརྟན་པ་ཤོག་ཨ་ནི་བདེན་པའི་ལམ་རྒྱ་ཡི་རྒྱལ་གྱིས་སྒྲུབ་གི་ཡོད། བོད་ཀྱི་བདེན་མཐའ་མྱུར་དུ་གསལ་བ་ཤོག་ཨ་ནི་གཞན་པ་གཅིག་ཞུ་ཨེ། བོད་སྐྱ་ལོ་ཨ་ནི་ཚང་མ་འཆམ་མཐུན་བྱེད་རོགས་གནང་ཨ་ནི། སུ་སུ་གི། བོད་ཀྱི་རྩ་དོན་ཆེད་དུ་ལ་ཨ་ནི་གང་ཐུག་ཐུག་གྱིས་སུ་སུ་ངོ་ནས་འཇོན་ཚོད་དཔག་བྱོས་བྱེད་རོགས་གནང་ཨ་ནི། ང་ཚོས་ཀྱི་བོད་ཀྱི་རྩ་དོན་ཆེད་དུ་ལ་ཨ་ནི་མཐའ་གཅིག་ཏུ་ངོ་རྒོལ་བྱེད་ངེས་དེ་ཚོ་ལ་ཨ་ནི།